ཨ་ནི་འདི་ལྟར་བཟུང་ནས་ཨ་ནི་ད་འདོད་ཀྱི་དེ་སྒང་དེ་དགོན་པ་རྙིང་པ་ཞིག་ཡོད་རེད་འོ་དེའི་ལྷ་ཁང་རྙིང་པ་ད་དེ་ཚོ་གཉིས་རྒྱ་ནག་རི་བོ་རྩེ་ལྔའི་གི་མཚོན་རྟགས་མ་བཟུང་ནས་དེ་འདྲས་ཡོད་རེད་ད་འོ་དེ་འོ་མཆོད་རྟེན་དཀར་པོ་ཡང་ཟིན་གྱི་རེད་བཀའ་གདམས་མཆོད་རྟེན་ཟེར་རེད་བཀའ་གདམས་མཆོད་རྟེན་འོ་དེ་ཚོ་མཇལ་ཁ་བསྒྲུབས་ཡོད་རེད་བྱས་ཙང་ད་རིང་དེ་གནམ་གཤིས་ཡག་པོ་བྱུག་འདུག་འདུག།

ཁྱེད་དྲང་གི་འདུག་དེ་ས་ཆ་དེ་ལ་ག་འདྲས་འདུག་ན། ཨོ།
ཧ་ཅང་དྲང་མོ་འདུག་ད། ཧ་ལ།
ཧ་ཅང་དྲང་མོ་འདུག་ད་དེ། ཧོ་ད་འདི་ད་ང་ཚོ་གི་འདི་ཁོ་རྣམ་པའི་གི། གཟིགས་དུས་ཁྱེད་རྣམ་པ་གཟིགས་དུས་ཁོ་རྣམ་པའི་གུ་ལོག་གྱོན་ད་ནི་ཧ་གོ་རོ། བེད་གོ་རོ་དཔེ་དྲང་མོ་རེད་བཞག་ང་ཚོ་གི་ཧ་ལང་འདི། ཧོ་འདི་འདྲས་རེད་འདུག། ཨོ་ད་ཆོས་ལྡན་གོ་འདི་མ་རེད། ཨོ།

རྒྱ་ནག་རི་བོའི་རྩེ་ལྔ་གི་གནམ་གཤིས་འདི། Minus Eight རེད་དོ་དང་བོ་རོ་དང་བོ་རེད་དོ། རེད་དོ་རེད་དོ། དེ་འདྲའི་གི་གནམ་གཤིས་གྲང་མོ། ད་ལྟ་ཡིན་ན་ད་བརྒྱ་རྩ་བྷེ་ཆེན་གསུམ་བཞི་ལྔ་དེ་འདྲའི་པར་རོ་ཅིག་ཡིན་སར་ཨེ་ཁོ་རང་ཧ་ཧ་ལེ་བ་གྲང་མོ་འདུག་ང་རང་གི་ཕ་ཡུལ་འདི་ལ་ཆི་གངས་ར་རོ། ལ་སྤྱི་གང་རག་ཡིན་ན་འདི་འདྲས་ཀྱི་གྲང་མོ་གྲང་ངར་དེ་ཡོད་མ་རེད་ཡིན་ནའི་དེ་ལ་ཧང་སང་ཡང་གི་གྲང་ངར་ཆེན་པོ་འདུག་གང་དང་རྒྱག་མི་འདུག་དེ་ཉི་མ་དཔེར་ཡག་པོ་ཤར་འདུག་ད་འདི་བས་གྲང་ངར་ཆེན་པོ་ཞུགས་འདུག་རོ་ཨོ་དེ་འདྲས་རེད་ཟེར་ཨ་ང་ཚོ་མཉམ་དུ་ལྷན་དུ་ཡ། ད་ལྷ་ཁང་ལ་མཇལ་ཁ་བསྒྲུབ་ན། རེད། དང་པོ་གང་འགྲོ་ཡིན། ཁྱེད་རང་གིས་ཨིན་འདྲས་རེད་ཤག།

དུས་རབས་བཅོ་བརྒྱད་ནང་ལོར་རེད་དོ། དུས་རབས་བཅོ་བརྒྱད་ཀྱི་སྐབས་ལ་ད་ལྷ་ཁང་འདི་ཚོ་མང་ཆེ་དུས་རབས་བཅོ་བརྒྱད་ནང་ལོར་ལ་བཞག་རྒྱུ་རེད་དོ། ལི་ཧུང། Qing Dynasty། ཨོ། ད་སྤྱི་ཚང་གི་ད་ལྟ་འདི་ལྷ་ཁང་མང་ཆེ་དུས་རབས་ད་ལྷ་ཁང་ཁ་ཤས་བེད་སྐོར་རང། དུས་རབས། རྒྱལ་བ་དགུ་བ།

དེ་ཡང་རྒྱ་ནག་གི་མཚོན་རྟགས་ཅེས་པ་དང། རྒྱ་ནག་གི་མཚོན་རྟགས་ཀྱི་རྒྱ་ནག་ནང་པའི་གི་ད་རྒྱ་ནང་པ། རྒྱ་ནང་པའི་མཚོན་རྟགས། ཧང་ཆུའུ་ཧྥོ་ཅའོ་ཧྥོ་ཅའོ་ལ་ཡོད་རེད་བ། འོ་དེ་རེད་ཧང་ཆུའུ་རྒྱ་ནག་རྒྱ་ནང་པ་གི་དེ་རེད་བ། ཨ་ནི་སྤྱི་བཏང་གི་རྒྱ་ནང་པ་རྒྱ་དེ་རང་ལ་རེད་བ། ག་རེ་ཡོད་ཟེར་ན། འཛམ་བུ་གླིང་འདི་ནང་ལོ་ལ་ནང་པ་ས་གནས་མང་པོ་ཡོད་རེད་ད་སྤྱི་བཏང་གི་ཐིག་ཆེན་དང་ཐིག་ནད་གི་རེད་བ། འདི་ནང་ལོ་ནས་ད་ཐིག་པ་ཆེན་པོ་འདི་ད་ཤུགས་ཆེ་ང་ཚོ་ཙང་ཙོའུ་ཧྥོ་ཅའོ། ང་ཚོ་བོད་བརྒྱུད་ནང་བསྟན་ལ་ཡོད་རེད་བ། བོད་བརྒྱུད་ནང་བསྟན་དེ་ལ་བོད་ཀྱི་ནང་པ་དེ་མང་ཆེ་ད་ཐིག་ཆེན་གྱི་རྒྱུད་འགྲོ་བ་ཆེ་ནི། ད་ཐིག་མེ་ད་དེ་ཐིག་པ་ཆུང་བ་ཟེར་ན་རེད་ད་གང་ད་མི་ཚོ་མང་ཆེ་ཡ་རྒྱ་ནང་ལོག་ལ་བེད་ཤུགས་ཆེན་པོ་བྱེད་མི་ནང་བཞིན་རྒྱ་རྒྱ་ནང་ལོག་ལ་བེད་དཀོན་ནང་པ་ལོ་རེ་ལོ་རེ་ཉིན་རེ་ཉིན་རེ་དེ་འདྲའི་ཕར་ཇི་ཉིན་ཕར་འགྲོ་བ་དེ་འདྲའི་ཡོང་གི་ཡོད་རེད་རྒྱ་ནང་ལོག་ལ་ཨ་ནི་བྱས་ཙང།

འདི་ཡོད་རེད་བ། བྱས་ཙང་འདིའི་གཡས་གཡོན་ཚང་མ་ནང་པ་ཤུགས་ཆེན་པོ་ཧ་ཅང་གི་ཤུགས་ཆེན་པོ་བྱས། ཨན། ཝུའུ་ཏའི་ཤང་གི་ཉེ་འགྲམ་གྱི་ད་ཁོ་རང་ཚོ་གི་རྫོང་ཡོང་དགོས་རེད་བ། འདི་ནང་ལོགས་ལ་ཡང་ནང་པ་པས་ཤུགས་ཆེན་པོ་ཁོང་རྣམ་པ་དེ་ལ་གནས་སྐོར་ལོ་རེ། ཐེངས་རེ་རེ་དེ་འདྲའི་གནས་སྐོར་གླེང་གི་ཡོད་ས་རེད། འདིའི་དང་པོ་ང་ཚོ་མི་ཁ་ཤས་ཐུག་དུས་ཙམ་པ་ཁོང་ཚོ་ཁ་ཤས་ཧུའུ་པེ། ཧུའུ་པེ། ཁ་ཤས་ཤིས་ཨན། ཏང་ཅིང་དེ་འདྲའི་གི་ས་ཆ་ནས་དེ་ལ་གནས་སྐོར་གླེང་གི་ཡོད་དེ་འདྲ་ཞུ་གི་འདུག་བ། འོ་དེ་འདྲ་རེད་ས།

ཧ་ཅང་གི་དྭངས་མ་རེད་ཤག། ནམ་མཁའ་གཡའ་དག་ས་གཞི་དུལ་དག་ཟེར་ཡ་དེ་ད་བསྡད་ལ་འདུག། མཁའ་རླུང་གཙང་མ་ནམ་མཁའ་གཙང་མ། ཨ་ནི་ཉི་མ་ཡང་དཔེ་ཡག་པོ་ཤར་འདུག། དེ་ནི་དེ་ཁོར་ཡུག་ཆ་ཚང་རིགས་རེད་དོ།

ཡུན་ཅུང་འགྲོ་དུས་རྣམ་པ་ང་ཚོ་གི་ཚང་མ་གནམ་གཤིས་འདྲ་བོ་འདྲ་བོ་རེད་བ། དགུན་ཁ་ལ་དཔལ་གྲང་ངར་ཡོད་པ་བྱེད་ཡང་གནམ་གཤིས་སྟོན་ཁ་དང་དབྱར་ཁ་ལ་སྐྱིད་པོ་ཡོད་པའི་གི་གནམ་གཤིས་ཆིག་ཆུང་འདྲ་བོ་རེད་ཕྱི་ནང་གི། ཨ་ནི་ང་ཚོ་གར་ས་ཨིན་ཇི་ཁྲི་དུས་ཙམ་པ་རེད་ག་ཡིན་ད་སོ་སོ་འདི་འདྲའི་གནས་སྐོར་དང་ག་ར་འགྲོ་འགྲོ་དུས་ཙམ་པ་ཡང་གནམ་གཤིས་འདི་དགུན་ཁ་ལ་གདམ་གྱི་ཞེ་སྡང་འགྲོ་གི་ཡོད་མ་རེད། ང་ཚོ་དགུན་ཁ་ལ་ག་དུས་ནས་གི་མར་ལྷོ་ལྷོ་ཕྱོགས་ལ་འགྲོ་གི་ཡོད་རེད། ཨཱ་ཡེས་ན་བྷ་ནི་མ། རྣམ་ཤེས་དྲག་མོ་གབ་ལ་མ་གས་ཀྱི་རྣམ་ཤེས་གྲོལ་སངས་སྙིང་པོ་ཆགས་ཀྱི་ཡོད་དཔེ་ཆ་ན་སིང་གྷ་ལ། སིང་གྷ་ལ་ཁྱེད་ཀྱིས་ཁེངས་ར་བ་ཤིང་ཀ་ཤི་རི་ལང་ག་ཟེར་ར་བ་ང་རང་ཚོ་ནང་པའི་གི་གནས་མང་པོ་ཡོད་དུས་བསམ་པ་འདི་འདྲའི་འགྲོ་བ་ལ་ནི་ཧང་ད་འདའི་རྣམ་ཤེས་ཏག་ཏག་ཡོད་ར་བ་ཡིན་ནའི་ང་ཚོ་ད་རིང་རྒྱ་ནག་རི་བོ་རྩེ་ལྔར་སླེབས་དགོས་ཡ་རྒྱུ་མཚན་གཙོ་བོ་འདི་ག་རེ་ཟེར་ན། དབྱར་ཀ་སྟོན་ཀ་སྐབས་ལ་མི་ཚོ་ཧང་སངས་ཡ་མང་པོ་དེ་ལ་སླེབས་ཀྱི་ཡོད་ད། བོད་ནས་སླེབས་ཀྱི་ཡོད་རེད་དེ་ནང་བཞིན་གྱི་རྒྱ་ནག་ནང་ལོགས་ནས་རང་ནང་པ་ཤུགས་ཆེན་པོ་ཡོད་ས་ཚང་མ་འདི་དུས་ཚང་མ་སྡེ་ས་ནས་ཡིན་པ་བྱེད། རླངས་འཁོར་འགྲོ་འགྲོ་ཕྱོགས་ནས་ཡིན་པ་བྱེད་རོ། གང་ཅིའི་ཐོག་ནས་དགོན་པ་ཡར་མར་འགྲོ་དུས་ཚང་མ་དཔེ་སྟབས་བདེ་བོ་ཆགས་ཀྱི་ཡོད་ས་མ་རེད་བ། དཔེ་བྱས་ན་ཁྱེད་རང་སོ་སོ་སོ་ཉམས་ལེན་བྱེད་མཁན་གྱི་དབང་དུ་བཏང་ནས་ཀྱང་སོ་སོ། ཁུ་སིམ་པོ་དང་དེ་འདྲའི་མེད་པའི་བཟའ་བཅའ་དེ་འདྲ་ཆགས་ཀྱི་ཡོད་སྲིད། འདིའི་སྐབས་ལ། དེ་དག་རྣམ་ཤེས་སྐྱེ་བོ་ཡོད་པ་གང་ཞིག་ལ་ཡང་ལས་སླ་བོ་མེད་པ་ཞིག་ཡིན་རྒྱུ་ཡོད་ས་རེད། ཨ། ཨོ་མའི། ཨོ་མའི་ཕེའོ་ན་ལི། ཨོ་མའི་ཨའོ་ཆུ། ཨ། ཨ་ནི་ག་བའི་ཐ། ཨ་ཧོ་ཧོ། ཨའི་ཝ་ནི་རེད་ས། གཙོ་བོ་དང་གོ་ས་ཆ་འདི་ལ་གནས་སྐོར་ལ་དུས་ཙམ་པ་ནི་གནས་བདེ་ལ་དཔེ་ཆ་སྤྱི་དང་ང་ཚོ་གནས་བགྲོད་ལ་རིམ་པ་གསུམ་སྐད་ཆ་བཤད་ཀྱི་ཡོད་རེད་བ། སྐྱེ་བོ་སྐྱེ་བོ་རབ་སྟེང་མཐའ་གསུམ་སྐྱེ་བོ་རབ་ཀྱི་གནས་ལ་འགྲོ་བ་ཡིན་ན་ཕན་རླབས་ག་རེ་ཡོད་མེད་སྐྱེ་བོ་འབྲིང་གི་གནས་ལ་གནས་དེ་འདྲ་ལ་བྱིན་གྱིས་བརླབས་པའི་གནས་ལ་འགྲོ་ན་ཁྱད་བ་ག་རེ་ཡོད་མེད་སྐྱེ་བོ་ཐ་མ་གི་གནས་ལ་འགྲོ་ན་ཁྱད་བ་ག་རེ་ཡོད་མེད་ཅི་ད་འདི་ག་ལ་ཁྱེད་ཀྱིས་ཅིག་གསུངས་རོགས་བྱས་ད་འདི་ག་ལ་ག་འདྲས་ཅིག་ཡོང་གི་རེད་བ། ཅེས་གསུངས་ད་ར། ད
ངེད་ཀྱིས་ད་ག་ལ་འོ་རེད། ང་རང་གིས་འདི་ཤེས་བྱ་ཅུང་ཨེ་ད་ནས་ངེད་ཤེས་བ་ཡིན་ན་རེད་བ། དོན་གྱ་དོན་གྱ་ད་ནོར་བ་ད་འཁྲུལ་བ་དེ་འདྲ་ཡིན་ན་དགོངས་པ་མ་གསུངས་ཞུ་ཡ་ཡིན། ཞེ་སྡང་གིས་ང་རང་ཚོ་སྐྱེས་བུ་ཐ་མ་ད་ང་འགྲོ་བ་ཡིན་ན་སྐྱེས་བུ་ཐ་མའི་ནང་ནས་ཐ་མ་འདི་རེད་ཨ་ང་ཚོ་འདྲ་བོ་ཅིག་གནས་དེ་ལ་འགྲོ་བ་ཡིན་ན་ཡང་ཁོ་ག་རེ་ཡོད་ཟེར་ན་གནས་འདི་ཨ་ནི་སྐྱེས་བུ་དམ་པ་མང་པོ་ཅིག་གིས་ཨ་ནི་བྱིན་གྱིས་བརླབས་པའི་ཨ་ནི་གནས་འདི་འདྲའི། དེ་འདྲ་ཡིན་དུས་བྱམས་པ་བདེ་ལ་འགྲོ་བ་ཡིན་ན་རང་གི་ཨ་ནི་ཚོགས་བསགས་སྒྲིབ་པ་སྦྱང་ཡ་གི་གནས་ཆ་དེ་ཡོད་རེད་བ། ཁོ་བདེ་ལ་སླེ་བ་ཙམ་གྱིས་ཨ་ནི་སོ་སོ་གི་སྐྱེ་བ་མང་པོ་དབུས་ནས་བསགས་བ་ད་ལྟའི་ད་ལྟ་བསགས་བ་ད་རིང་ད་རིང་བསགས་བའི་གི་ཡང་ཅིག་སྡིག་པ་མང་པོ་ཅིག་དག་ཡ་གི་དེ་འདྲའི་འབད་བརྩོན་རེད་འོ་དེ་བྱེད་དུ་ང་ཚོ་གནས་དེ་འདྲ་སླེ་གི་ཡོད་རེད་བ། དཔེར་ན་ང་ཚོ་འོ་ན་ལོ་ཆེན་པོ་གས་མ་རེད་ད་སྤྱི་བཏང་གི་ང་རང་ཚོ་བོད་ཀྱི་བོད་པའི་གི་ཁ་སོས་དང་སྤྱི་བཏང་གི་ང་རང་ཚོ་གི་མི་དེ་ཚོ་ག་འདྲ་ཡོད་རེད་ཟེར་ན། གནས་ལ་ཡིན་གཅིག་མིན་གཅིག་ལོ་ཆེན་པོ་འགྲོ་བ་རེད། དེ་འདྲའི་སྐད་ཆ་བཤད་སྲོལ་ཡོད་འདི་མ་རེད། གང་ལ་ང་ཚོ། སང་ཉིན་འཆི་བ་ལ་འཆི་བ་མི་རྟག་པར་སྐད་ཆ་བཤད་དུས་ཟམ་པ་སང་ཉིན་འཆི་འགྲོ་གི་ཡོད་པ་ད་རིང་ང་ཚོ་ཤེས་ཀྱི་ཡོད་མ་རེད། བྱས་ཙང་གནས་ལ་ད་རིང་སླེབས་ན་སོ་སོ་ཁེབས་སང་རེད། རེད་བ། བྱས་ཙང་ང་ཚོ་གི་ག་རེ་ཤེས་ཀྱི་ཡོད་སོང་སྐྱེ་བོ་ཐ་མ་དེ་ཚོ་ལ་ཨ་ནི་ད་རིང་ང་ཚོ་གནས་དེ་ལ་སླེབས་བ་སླེབས་བ་དེ་སོ་སོ་གི་སྒྲིག་ཁྲིམས་དག་གི་ཡོད་བ་བྱས། ཨ་སྐྱེ་བོ་འབྲིང་དེ་ཚོ་འདྲ་བོ་ཆགས་ཡོད་ན་རང་གི། རྟོག་པ་དེ་ཚོ་ཡར་འཕེལ་ཡ། འོ་དེ་ཚོ་ལ་ཁེ་ཕན་ཡོད་རེད་སྐྱེ་བོ་འབྲིང། ད་སྐྱེ་བོ་འབྲིང་ཚོ་ང་ཚོས་དཔེ་མཚོན་བྱ་བ་ན། དེ་སང་གི་ཉམས་ལེན་བྱེད་མཁན་ཁག་ཅིག་ངུ་རུ་བ། དཔེ་བྱས་ན་མཚམས་སྒྲུབ་པ་ཉམས་ལེན་བྱེད་མཁན་ཡིན་ན་རེད་ཁོང་རྣམས་པ་དང་ཆོས་པ་ཡིན་ན་གང་ཡིན་ན་ཁོང་རྣམས་པ་ལ་ཁོ་རྟོག་པ་ཁོང་རང་ཚོ་འཕེལ་ཡ་ལ་ཁེལ་བ་ཡོད་རེད་དངོས་གྲུབ་བརྙེས་ཡ་ལ་ཁེལ་བ་ཡོད་རེད། ད་སྐྱེ་བོ་རབ་དེ་ཚོ་ཡིན་ན་ཁོང་རྣམས་པ་ད་དངོས་གྲུབ་བརྙེས་ཀྱི་གཙོ་བོ་དེ་དངོས་གྲུབ་བརྙེས་ནས་ཁོང་རང་ཚོ་ལ་རྫོགས་པའི་བྱང་ཆུབ་ལྔའི་ལ་དེ་འདྲའི་རྒྱའི་ཁྱད་པར་ཆེན་པོ་ཡོད་རེད་ཟེར་ནས་འདིས་ང་རང་ཚོ་སྐྱེ་བོ་རབ་འབྲིང་ཐ་གསུམ་འདི་ཚོ་གནས་སྐོར་ལ་ཕྱིན་པ་ཡིན་ན་ཕན་རླབས་དེ་འདྲའི་ཅིག་ཡོད་རེད་ཟེར་བ་འདི་ཞུ་ཡིན་འོ་དེ་འདྲ་ཡིན་ད་ད་ང་ཚོ་འདི་ནས་ཡང་ང་ཚོ་གནས་སྐོར་འགྲོ་ཚེ་ཡང་ང་ཚོ་དེར་ནས་ཡང་ང་རང་ཚོས་ཏི་ཀེར་ཉོ་དགོས་རེད་བ་ཏི་ཀེར་ཟེར་ན་ང་ཚོ་ཤུ་གུ་ཉོས་ཨ་ནི་འདི་ནས་ཤུ་གུ་ཉོས་ནས་ནི་ང་ཚོ་བཀའ་གདམས་ཆོས་སྡེ་འགྲོ་ས་འདི་ཡིན་ཡ་ཡ་ད་ཁྱེད་རྣམ་པ་ང་ཚོ་མཉམ་དུ་ཤོག་ཕེབས་ཤོག། ད་རིང་ང་ཚོ་ཡོང་ས་དེ་འདི་རེད་རྒྱ་ནག་རི་བོ་རྩེ་ལྔའི་གི་ད་ལྟེ་གནས་གཙོ་བོ་དེ་ལ་ཡོད་ཨ་ནི་འདི་གི་ནང་ལོགས་ནས་ད་ལྟ་ཁྱེད་རྣམ་པ་འདི་ནས་ཡག་པོ་དཔེ་བྱེད་ཀྱི་ཡོད་རེད་ཨ་ནི་འདི་ད་ལྟ་ས་ཆ་འདི་ནས་ཨ་ནི་རྒྱ་ནག་རི་བོ་ཅན་ངན་གྱི་ཡུལ་ལྗོངས་འདི་བཟུ་དེ་བ་རི་ཡོད་རོ་རི་བོ་ཅན་ངན་གྱི་རི་ཚང་མ་ཡག་པོ་བརྗེ་གི་ཡོད་རེད་ཨ་ནི་དབུས་སུ་ད་ལྟ་འདི་ལ་མཆོད་རྟེན་བཀའ་གདམས་མཆོད་རྟེན་འམ་ད་རིན་སའི་མཆོད་རྟེན་བཞུ་ན་འགྲིག་གི་འདུག་བཀའ་གདམས་མཆོད་རྟེན་བཞུ་ན་མཆོད་རྟེན་དཀར་བོ་བཞུ་ན་ཚང་མ་ག་རེ་བཞུ་ནས་འགྲིག་གི་ཡོད་རེད་ཨ་ནི་ཁྱེད་རྣམ་པ་འདི་བརྗེ་གི་ཡོད་རེད་ད་ལྟ་ཡིན་ན་ཨ་ནི་ཁོང་རྣམ་པ་གྱི

མཆོད་རྟེན་དཀར་བོའམ་ཡང་ན་ད་རིང་བསྲེལ་གྱི་མཆོད་རྟེན་ཡང་མེད་ན་ཨཱ་ནི་བཀའ་གདམས་ཀྱི་མཆོད་རྟེན་འདི་མཇལ་གྱི་ཡོད་རེད། ཨཱ་ནི་འདི་དང་ལྷན་དུ་ཨཱ་ནི་འདི་སྒང་གི་དགོན་པ་འདི་མཇལ་གྱི་ཡོད་རེད། ད་འདི་གིས་ག་རེ་མཚོན་གྱི་ཡོད་རེད་ན་མཚོན་རྟགས་སུ་རུ་འདི་རྒྱ་ནག་རི་བོ་བཅོ་ལྔ་མཚོན་གྱི་འདུག་བ་དེ་འདྲས་རེད་ཤག་ད་ད་ལྟ་ང་རང་ཚོའི་གི་ལོ་རྒྱུས་ཡར་དལ་བ་ཡིན་ན་ཨཱ་ནི་ལོ་དུས་རབས་བཅོ་བརྒྱད་སྲིད་ཡུན་གྱི་བཅྭ་ལྔ་རལ་བའི་རལ་བའི་རྡོ་རྗེ་ཁོང་གིས་བརྩམས་པའི་ཨཱ་ནི་ད་ད།

སེམས་པ་དང་ཐུགས་འགན་གསོ་བའི་རེ་བ་ཡོད་འོ་དེ་འདྲས་ཡིན། ད་ད་ལྟ་འདི་སྤྱི་བཏང་གི་ད་ད་བཀའ་གདམ་ངའི་གོང་དུ་ཞུ་བ་ནང་བཞིན་བཀའ་གདམ་མཆོད་རྟེན་ལག་གི་དུ་བ་འདི་སྤྱི་བཏང་གི་ད་ད་འདི་མཆོད་རྟེན་འདི་ལོ་རྒྱུས་རྒྱས་ཤིང་རྒྱས་པ་ཞུ་དུས་ཙམ་པ་ད་རྒྱ་གར་གྱི་ཆོས་རྒྱལ་མྱ་ངན་མེད་རྒྱལ་བོ་ཨ་ཤོ་ཀ་ཁོང་གི་དུས་སུ་ཨ་ནི་མཆོད་རྟེན་མང་པོ་ཅིག་འཛམ་གླིང་འདི་རྣམས་ལ་མཆོད་རྟེན་མང་པོ་ཅིག་བཞག་ཡོད་རེད་དེ་ཨ་ནི་མཆོད་རྟེན་རྒྱ་ནག་ལ་ཡང་མཆོད་རྟེན་དེ་འདྲས་ཞུ་ཡོད་རེད་གྲངས་ཀ་འདི་ད་ད་གོང་དུ་ཞུ་བའི་ཆེད་ཁྱེད་རྣམ་པ་ལ་རོགས། ཨ་ནི། དེའི་སྐབས་ཀྱི་མཆོད་རྟེན་ཡོད་རེད་དེ་ནས་རྒྱལ་བུ་ཨ་ཤོ་ཀ་སྐབས་ལ་མཆོད་རྟེན་གྱི་མཚན་ལ་བཀའ་གདམས་མཆོད་རྟེན་ཟེར་ནི་ཡོད་མ་རེད་ཡིན་ནས་ད་ཕྱིས་སུ་ད་ལྟ། གར་ས། ཇོ་བོ་རྗེ་པཎ་ཏི་ཨ་ཏི་ཤ་ར་བ། ཁོང་རྣམ་པས་ཀྱི་བཀའ་གདམས་པའི་བླ་མ་ཁོང་རྣམ་པས་ཀྱི་སྐབས་ལ་ཨ་ནི། བེད་སྤྱོད་གནང་སྟེ་ཁོང་རྣམ་པ་བོད་ལ་བོད་ལ་ཕེབས་ཕེབས་ཕེབས་པའི་སྐབས་ལ་ད་མཆོད་རྟེན། སྤྱི་བཏང་གི་བཀའ་གདམས་ཀྱི་མཆོད་རྟེན་རིང་སྲེལ་མཆོད་རྟེན་འདི་རྒྱ་གར་གྱི་མཆོད་རྟེན་གྱི་དབྱིབས་དང་བཟོ་ལྟ་དེ་འདྲ་ཡོད་རེད་བ། བྱས་ཙང་དེའི་སྐབས་ལ་ཁོང་རྣམ་པས་ཀྱི་བོད་ལ་ཕེབས

རོ། ཨ་ནི། ད་ལྟ་རིང་བསྲེལ་མཆོད་རྟེན་ལ་ཡི་གི་རྒྱུ་མཚན་གཙོ་བོ་འདི་གར་ཟེར་ན། ཨ་ནི་འདིའི་ནང་ལོགས་ལ་ཨ་ནི། སྤྱི་བཏང་གི་མཆོད་རྟེན་འདི་རྒྱལ་བོ་ཨ་ཤོ་ཀ་སྐབས་ནས་མ། གནད་འགག་རྒྱ་ནག་ལ་མཆོད་རྟེན་མང་པོ་ཡོད་བ་ན་ནས་མཆོད་རྟེན་གཅིག་རྒྱ་ནག་རི་བོ་བཙན་སྔ་ལ་ཡོད་ར་བ། སྤྱི་བཏང་གི་ད། རྒྱལ་བོ་ཨ་ཤོ་ཀ་སྐབས་ལ་ཨ་ནི་འཛམ་གླིང་འདིའི་ནང་ལོགས་ལ་གླིང་འདིའི་ནང་ལོགས་ལ་མཆོད་རྟེན་བརྒྱད་ཁྲི་བཞི་སྟོང་ཨ་ནི་ཁོང་གི་དེ་འདྲའི་མཆོད་རྟེན་ག་བ་ག་ས་ལ་ད་ཁོང་གི་སྡིག་བཤགས་ཀྱི་ཆེད་དུ་ཁོང་གི་སྙེ། ཁོང་གིས་ད་ལྟའི་ཁོང་གི་ལོ་རྒྱུས་ཟིན་བ་ན་ཁོང་གིས་ད་ལྟའི་སྡིག་པ་མང་པོ་འཚལ་བ་མང་པོ་སྤྱད་པའི་སྐབས་ལ་ཕྱིས་སུ་སངས་རྒྱས་རྗེས་ནས་ནི་ཁོང་རབ་ཏུ་བྱུང་ནས་ད་སྡིག་བཤགས་ཀྱི་ཆེད་དུ་མཆོད་རྟེན་དེ་འདྲ་བཞེངས་ཡོད་རེད་བ། བྱས་ཙང་དེའི་སྐབས་ལ་མཆོད་རྟེན་བརྒྱད་ཁྲི་བཞི་སྟོང་སྤྱི་དང་ཆོས་ཀྱི་རྩ་བ་བརྒྱད་ཁྲི་བཞི་སྟོང་བརྫངས་བ་ནང་བཞིན་གྱི་ཡང་འདི་ནང་བཞིན་དེ་ལ་བརྟེན་ནས་ནི་མཆོད་རྟེན་ཡང་བརྒྱད་ཁྲི་བཞི་སྟོང་བཞེངས་ཡོད་རེད་བ། དེའི་ནང་ན་ནི་མཆོད་རྟེན་བཅུ་དགུ་སྟེ་བཅུ་དགུ་གཅིག་རྒྱ་ནག་ལ་བཞུགས་ཤག་དེ་དཔེ་ཆ་ནི་འདི་ནང་བཞིན་གྱི་རྒྱལ་བུ་ཨ་ཤོ་ཀ་གི་མཆོད་རྟེན་མང་པོ་ཅིག་རྒྱ་གར་ལ་ཡོད་རེད་བལ་ཡུལ་ཡོད་རེད་བོད་ཡོད་རེད་ད་གང་ལྟར་འདི་ནང་ཆེ་ནང་པའི་གི་གནས་ཚང་མ་ཡོད་རེད་ཤི་རི་ལང་ཀ་ད་ག་བ་ག་ས་ལ་ཡོད་རེད་ཁོང་གི་རྒྱལ་པོ་ཨ་ཤོ་ཀའི་ཆོས་སྡེ་འདི་ཚོ་ཆོས་སྡེ་ཚང་མ་གནང་རོགས་ལ་ནི་སངས་རྒྱས་ཀྱི་རིང་བསྲེལ་དེ་འདྲས་བཞུགས་ཡོད་རེད་བ་འོ་དེ་འདྲས་རེད་འདུག་བྱས་ཙང་ད་ད་ལྟ་གི་རྒྱ་ནག་གི་རི་བོ་རྩེ་ལྔ་དེ་ཨ་ནི་གནས་གཙོ་བོ་ཅིག་ཆགས་འདུག་ཤར་གི་ང་ཚོ་ཁ་སང་འགྲེལ་བཤད་བསྐྱོན་པ་ནང་བཞིན་གི་གླིང་འདི་ནང་ལོ་ལ་འཛམ་བུ་གླིང་ལ་ཡུལ་ཆེན་པོ་ལྔ་ནས་ཤར་གི་རྒྱ་ནག་རི་བོའི་རྩེ་ལྔ་དེའི་ནང་ལོགས་ལ་མཆོད་རྟེན་གཅིག་དེ་ད་ལྟ་དེ། བཀའ་གདམས་མཆོད་རྟེན་ཡང་མེད་ན་རིན་སྲེག་མཆོད་རྟེན། མཆོད་རྟེན་དཀར་བོ་ད་ཁོང་གི་སྐུ་ཐོག་དེ་དཀར་བོ་འོ་དེ་འདྲ་རེད་འདུག་བྱས་ཙང་དེ་འདྲས་ཞུས་ན་འགྲིག་གི་འདུག་བྱས་ཙང་རིན་སྲེག་མཆོད་རྟེན་ལ་ཡི་རྒྱུ་མཚན་གཙོ་བོ་དེ་དེ་ཆགས་བསྡད་ཡོད་རེད་ད་ཁྱེད་རྣམ་པ་གསལ་བོ་ཆགས་ཡོད་ཤག་འོ་དེ་འདྲས་ཡིན། ད་མཆོད་རྟེན་འདི་ད་ཁྱེད་རྣམ་པ་ད་ལྟ་འདི་ནས་ཟིན་དུས་ཙམ་པ་ང་ཚོའི་པར་འདི་ཐག་རིང་པོ་ནས་ཡ་པར་བསྐྱངས་བཞག་ཡོད་ད་ང་ཚོ་ཉེ་འགྲམ་ལ་ཕྱིན་པ་ཡིན་པ་ཡིན་ན་ཡང་མཆོད་རྟེན་འདི་ལས་ཆེས་སྐུ་གཟུགས་ཆེས་བརྗིད་ཀྱི་ཡོད་རེད་ཡིན་ནའི་ད་ད་ནངས་ཚོས་ཀྱིས་ཁྱེད་རྣམ་པ་ལ་ཅིག་ཕྱོགས་གང་ཕྱོགས་ཡོངས་རྫོགས་ཀྱི་ཅིག་སིལ་བུ་འཇལ་གྱི་ཐབས་ཤེས་ཟེར་བ་མི་འདུག་འདི་འདྲའི་གནང་ནས་ནི་ཁྱེད་རྣམ་པ་ལ་དེ་མཆོད་རྟེན་འདི། ཐག་རིང་པོ་ནས་མཇལ་དུས་ཡང་མཆོད་རྟེན་ཆེན་པོ་ཞིག་ར་མ་མཐོང་གསལ་དེ་འདྲས་ཡོང་སྲིད་ཀྱི་རེད་དེ་ནས་སྤྱི་བཏང་གི་མཆོད་རྟེན་འདི་ཡང་དཔེ་ཧང་སང་གི་ཆེན་པོ་དེ་འདྲས་རེད་ཤག་འོ་དེ་འདྲས་རེད་ཤག་སྤྱི་མཆོད་རྟེན་ཁོ་རང་གི་ད་མཐོ་ཚད་ཅིག་ཡོད་རེད་བ་རིང་ཚད་ཅིག་ལག་གི་རེད་བ་ག་ལ་རེད་མཐོ་ཚད་དང་རིང་ཚད་འོ་དེ་ཚོ་ཡིན་ན་ནི་ཧྥི་ཏི། ང་ཚོའི་ནང་ན་མི་ཀྲ་ལ་རྩིས་བརྒྱ་བ་ཡོད་ན་མི་ཀྲ་ལྔ་བཅུ་ང་བཞི་དང་ཚགས་སུམ་ཅུ་སོ་བདུན་ད་ཧྥི་སུམ་སོ་བདུན་དེ་འདྲས་ཀྱི་མཐོ་ཚད་འདུག་མི་གྲངས་ལྔ་བཅུ་ང་བཞི་དང་ཕྱག་སུམ་ཅུ་སོ་བདུན་གྱི་མཐོ་ཚད་འདི་འདྲའི་ཡོད་པའི་བཀའ་གདམས་མཆོད་རྟེནའམ་རིང་བསྲེལ་མཆོད་རྟེན་རེ་བཞག་འོ་དེ་གནད་འགག་འདི་ཆགས་འདི་བཞག་ད་འདི་ཁྱེད་རྣམ་པ་མཁྱེན་གསལ་བོ་ཆགས་ཡོད་ཤག་རེད་འོ་དེ་འདྲ་ཡིན། ཁྱེད་རང་གིས་ད་ལྟ་བཀའ་གདམས་མཆོད་རྟེན་འདི་ཡིན་ན། ཐོག་མར་ག་འདྲའི་འདི་ཆ་དུ་ཟིན་ན་རེ་བ་ཐོག་མར་ཡོང་སྟངས་ཅིག་ཡོད་ར་བ་ད་ཁྱེད་ཀྱིས་དེ་ལ་ཡོང་སྟངས་འདི་གང་གི་གོང་དུ་ཞུ་བ་ནང་བཞིན་གྱི་ཨ་ནི་རྒྱལ་བོ་ཨ་ཤོ་ཀའམ་ཆོས་རྒྱལ་མྱ་ངན་མེད་ཁོང་གི་ཁོང་ཡིན་ན་དུས་རབས་གསུམ་པའི་གི་སྐབས་ལ་རེད་ཡིན་ན་ཡང་ཁོང་གི་ཅག་ཟེར་ཨ་ནི་སྤྱི་བཏང་གི་ད་ལྟ་དེ།

འདི་ཡིན་ན་ཡིན་པ་ཡིན་ན་བཀའ་གདམས་ཆོས་བསྟན་གྱི་བཟོ་དབྱིབས་བཟོ་རོ་ཞེས་དོ། ད་འདི་ངེད་ཀྱི་གཙོ་བོ་འདི་ག་རེ་ཟེར་ན་ས་གནས་འདི་རང་གི་ས་ཡོར་བ། གནས་ཀྱི་ས་གནས་སྲིད་གནས་ཀྱི་ས་འདི་ད་འདི་ནང་ངོ་ལ་ཁོ་བྱིན་རྟེན་བྱིན་རླབས་བཟོ་རོ་གླུ་དབྱངས་ཀྱི་ཆ་ཞིག་ལྡིང་བྱེད་དོ། ད་ཆོས་བསྟན་འདི་བཀའ་གདམས་ཆོས་བསྟན་གྱི་དབྱིབས་འདི་རང་རེད། ཁྱེད་རྣམ་པ་ནམ་རྒྱུན་མེ་འདྲའི་སྐུ་གསུང་ཐུགས་རྟེན་ག་དུས་ཕུལ་བ་ཡིན་ན་ཡང་ཆོས་བསྟན་བེད་སྤྱོད་བྱས་འདི་ག་རེ་ལབ་ན་ད་ད་ཆོས་བསྟན་འདི་རང་རེད་བཀའ་གདམས་ཆོས་བསྟན་སྤྱི་བཏང་གི་ད་འདི་རང་གི་མཚན་ངོ་མ་འདི་བེན་ཟའི་ཆུ་ལྡན་ཞུ་བཞེས་ཀྱི་ཡོད་རེད་འོ་དེ་འདྲའི་རེད་སེ་བོ་ཆ་ཁྱེད་རྣམ་པ་སེ་བོ་ཆ་ཡོད་ཤག་རེད་ད་ང་རང་ཚོ་ལོ་རྒྱུས་ནང་ལ་མ་དེད་པ་ཡིན་ན་རོ་དེ་འདྲ་ཅང་ང་རོ་གི་འདུག་ཅིག་ཁོང་གི་ལོ་རྒྱུས་ནང་གསུངས་པ་ཡིན་ན་སྤྱི་བཏང་གི་ལོ་རྒྱུས་ལོ་རྒྱུས་ནང་ལོ་ལ་བཤད་སྲོལ་མ་འདྲ་བ་མང་པོ་གླེགས་ཀྱི་ཡོད་རེད་སྔ་ཕྱིན་བར་དང་དེ་འདྲའི་གི་ལོ་རྒྱུས་མཁས་བ་རྣམས་ཀྱི་ཞིབ་འཇུག་དང་དེ་འདྲའི་གི་ལོ་རྒྱུས་མང་པོ་ཡོད་རེད་ཨ་ནི་ལོ་རྒྱུས་འདི་ནང་ལོ་ནས་ད་རིམ་པ་གཉིས་འདྲ་བོ་ཅིག་མ་ཞུ་བ་ཡིན་ན་དང་པོ་དེ་ལ་ད་ཆོས་རྒྱལ་མྱ་ངན་མེད་རྒྱལ་བོ་ཨ་ཤོ་ཀ་སྐབས་ལ་འདིའི་འཛམ་བུ་གླིང་འདི་ནང་ལ་ཆོས་ལྡན་བརྒྱད་ཁྲི་བཞི་སྟོང་བརྒལ་བའི་ནང་ལོ་ལ་ཨ་ནི་རྒྱ་ནག་ནང་ལོ་ལ་ཆོས་ལྡན་བཅུ་དགུ་ནང་ནས་ཆོས་ལྡན་གཅིག་འདི་ད་ལྟ་རིང་བསྲེལ་ཆོས་ལྡན་འདི་བཅས་ཨ་ནི་འདི་ཡིན་པ་འདི་དུས་རབས་གསུམ་པའི་སྐབས་ལ་སྐད་ཆ་རེད། གང་ཡིན་ཟེར་ན་ཆོས་རྒྱལ་མྱ་ངན་མེད་ནི་དུས་རབས་གསུམ་པའི་སྐབས་ལ་ཡོང་གི་རེད་རོ། དེ་ཆོས་རྒྱལ་མྱ་ངན་མེད་ནི་ད་རྒྱ་ནག་གི་ཧ་ཤང་ད་ནང་ཁྱེད་རྣམ་པ་གློག་བརྙན་ཟེར་ཡས་ཀྱི་དྭངས་གསལ་བླ་མ་དྭངས་གསལ་ལ་ཡ་ཞིག་ཡོད་རེད་བ། འོ་ཁོང་རྣམ་པ་དེ་མཉམ་ཅིག་ཆ་དེ་ཡོད་རེད། ཁོང་རྣམ་པ་དང་སེན་ཁོ་ཡིན་ན། ཁོང་རྣམ་པ་ཡིན་ན། ཤར་ཕྱོགས་ཙན་དན་རྒྱུད་ནས་ནུབ་བྷ་ཇོ་ལིན་ལ་ཆོས་ཤིག་ཡིན་ལ་ཡ་ཅིག་ཡོད་རེད་བ། འོ་འདི་གི། འདི་གི་དུས་ཚོད་སྐབས་ཀྱི། དུས་རབས་གསུམ་པ་སྐབས་ཀྱི་སྐད་ཆ་རེད་བ། བྱས་ཙང་འདི་ནི་མཉམ་ཚང་མ་དུས་མཉམ་པའི་རེད། འདི་སྐབས་ལ་ཡང་ནང་པའི་གི་ཆོས་ཧ་ཅང་གི་དར་བ་དེ་འདྲ་རེད། མ་གལ། གནད་ཡོད་བྷ་ར་ན་སི་དང་རྡོ་རྗེ་གདན་འདི་ན། འདི་སྐབས་ལ་ནཱ་ལེནྡྲ་ཕུན་སུམ་ཚོགས་པ་ཡོད་བ།

ཡིན་ན་ཡང་མཆོད་རྟེན་ཚང་མ་ཡང་བཟོ་བདག་དེ་འདྲ་དེའི་གི་བཀའ་གདམས་མཆོད་རྟེན་ཡིན་པ་ཁྱབ་ཀྱི་ཡོད་མ་རེད་ཁ་ཤས་དེའི་མཆོད་རྟེན་ཡང་རྒྱ་ནག་གི་ལུགས་ཀྱི་མཆོད་རྟེན་གི་བཟོ་དབྱིབས་དེ་འདྲས་མཇལ་འདུག་འོ་དེ་འདྲས་རེད་ཤག་སྤྱི་སྟངས་ཀྱི་རྒྱ་ནག་དེའི་ནང་ལོགས་ལ་ཨ་ནི་ནང་པར་གི་ས་ཆ་ཤུགས་ཆེན་པོ་ཧ་ཅང་གི་མང་པོ་དཔེར་བྱ་བྱས་ན་ཤིས་ཨན་སི་ཡ་དེ་ཚོ་ཡིན་ན་ཨ་ནི། མཉམ་སྣང་སྔ་མ་ནི་དྭངས་གསལ་ཁོང་རྣམ་པ་ཞུ་གསལ་གྱི་ལྟེ་གནས་ཀྱི་ཆ་དེ་ཡིན་འདུག་འདི་ཚོ་ནང་པ་ཡིན་པ་བརྒྱ་ཆ་བརྒྱ་གསལ་བོ་ཆ་དེ་ཡོད་རེད། ཏའེ་ཅིང་ལའེ་ཀྲོའུ་དང་འདི་ནང་བཞིན་གྱི་ཧུའུ་པེ་དང་དེ་འདྲའི་ས་ཆ་མང་པོ་འདུག་འདི་ཚོ་ཚང་མ་ནང་ལོགས་ལ་ད་ཆོས་ཐེངས་ཕལ་ཆེན་བཅུ་དགུ་འདི་ད་དེ་འདྲའི་དེ་འདྲའི་ནང་ལོགས་ཨ་ནི་བོད་ནང་ལོགས་ལ་ཡོང་གི་ཡོད་རོ། ད་གང་ལྟར་བོད་ནང་ལོགས་ལ་མང་པོ་ཡོད་རེད་རྒྱ་ནག་རང་ནང་ལོགས་ལ་ཡང་ཆོས་ཐེངས་མང་པོ་ཡོད་རེད་འོ་དེ་འདྲའི་རེད་ཤག།

བྱ་རྒོད་ཕུང་པོ་རི་བྱ་རྒོད་ཕུང་པོ་རི་ནས་མཆོད་རྟེན་འདི་ནམ་མཁའ་ལ་ཡར་འཕུར་ནས་དེ་ལ་བྱོན་རེད་དེ་ལ་བཞུགས་རེད་འོ་དེ་འདྲའི་གྱི་འདི་རྒྱ་གྱི་ལོ་རྒྱུས་ནང་ལ་དེ་འདྲ་གསུང་གི་ཡོད་རེད་དེ། རྒྱ་གྱི་ལོ་རྒྱུས་ཀྱི་གསུང་སྟངས་འདི་དེ་འདྲ་རེད་དོ། ཨ་འདི་བྱ་རྒོད་ཕུང་པོ་རི་འདི་ཁྱེད་རྣམ་པ་ཤེས་ཀྱི་རེད་བ་ད་ལྟ་ལ་ཤེས་རབ་སྙིང་པོ་གསུང་གསལ་གྱི་འདི་ནས་ད་བྱ་རྒོད་ཕུང་པོ་རི་སངས་རྒྱས་ཀྱི་འདི་གསུང་གསལ་གནད་གཙོ་བོ་གཅིག་ཆགས་འདི་ཡོད་རེད་འོ་འདི་རེད་ཤག་འོ་འདི་ནས་ནི། རྒྱ་ནག་གི་ལོ་རྒྱུས་ནང་ལ་གསུང་སྟངས་གཅིག་དེ་རེད། དེའི་རྗེས་ལ་ནི་ང་རང་ཚོ་ད་ལྟ་ལའང་ལོ་རྒྱུས་གཞན་པ་དེའི་གཞན་པ་གཅིག་ནང་ལ་གསུང་སྟངས་གཅིག་ག་རེ་འདུག་ཟེར་ན། ད་ལྟ་ཡང་འདི་ནང་བཞིན་གྱི་རྒྱ་གར་གྱི་རྒྱལ་པོ། ད་ད་རྒྱལ་པོ་གཅིག་འདི་ཁོང་ད་ད་ཁོང་གི་འདི་རེད་ས་དུས་རབས་བཅོ་གསུམ་གྱི་སྐབས་ལ་གསུང་གི་འདུག་དུས་རབས་བཅོ་གསུམ་ཐ་ན་ད་དུས་རབས་བཅུ་གྱི་རྗེས་ལ་རྒྱལ་པོ་ཨ་ཤོ་ཀ་རྗེས་ལ་དུས་རབས་བཅུ་རྗེས་ལ་གསུང་གི་ཡོད་པ། འདིའི་སྐབས་ལ་ནི

ཁོང་ཡིན་ན་ཆེད་ལས་པ་འོ་དེ་འདྲས་རེད་འདུག་ཨ་ཁོང་འདས་ལ་བཏང་ནས་མཆོད་རྟེན་འདི་བཞེངས་བ། དེ་མཆོད་རྟེན་འདི་བཞེངས་དུས་ཙམ་ཨ་ཉི་མ་གཅིག་དང་ཟླ་བ་གཅིག་དུ་འདྲ་གཅིག་ལོ་གཅིག་ལ་ཚར་བ་དེ་འདྲས་ཡིན་ས་མ་རེད་འདི་ཡང་ཨ་ལོ་བཅུ་གཉིས་འགོར་འདུག་འདི་མཆོད་རྟེན་འདི་ཚང་མ་གྲུབ་ཡས་ལ་ཨ་ལོ་བཅུ་གཉིས་འགོར་ས་དེ་འདྲས་ཀྱི་ཨ་ནི་ལོ་རྒྱུས་ངོ་མཚར་ཆེན་དེ་འདྲས་མཇལ་འདུག་ད་ལྟ་ང་རང་ཚོ། ལོ་རྒྱུས་ཁྱེད་རྣམ་པ་གཟིགས་པ་ཡིན་ན་དེ་འདྲའི་རྒྱ་ནག་རི་བོ་ཅན་ང་རང་གིས་ནི་བསྙད་ཡིག་དང་དེ་འདྲ་གཟིགས་པ་ཡིན་ན་དེ་འདྲ་བྱེད་ཀྱི་རེད་འོ་དེ་འདྲ་ཡིན་ཨ་ནི་འདི་དང་མཉམ་དུ་ཨ་ནི་ད་མཆོད་རྟེན་འདི་ནང་ལོགས་ལ་གཙོ་བོ་རྟེན་གཙོ་བོ་དེ་ཨ་ནི་གོང་དུ་བཞུགས་པ་ནང་བཞིན་སངས་རྒྱས་ཀྱི་རིང་བསྲེལ་བཞུགས་ཡོད་རེད་ཨ་ཁྱེད་རྣམ་པ་མཆོད་རྟེན་ད་རྒྱ་ནག་རི་བོ་ཅན་ང་ཕེབས་ཨ་ནི་རི་རིག་རྩལ་ལྔ་ཚང་མ་རྗེ། འདི་ནང་བཞིན་གྱི་ལྷ་ཁང་རྣམས་པ་རྗེ། འདི་མཆོད་རྟེན་སྐུ་གདུང་དང་ད་ལྟ་འདི་མཆོད་རྟེན་འདིའི་ནང་ལ་རྗེ། རིང་བསྲེལ་མཆོད་རྟེན་འདི་རྗེ་ད་ཚང་མ་འདི་འདྲའི་རེད་འདུག་གནད་འགག་འདི་འདི་བྱས། འདི་རྗེ་ལ་ནི། གར་ས་འདི་གཞན་གཞན་འདི་སྙམ་དུ་ར་མིན་གྱི་རྒྱལ་རབས་ལ་ན་ད་ཁོ་ཚོ་གི་མིན་རྒྱལ་རབས་སྐབས་སུ་ཨ་ཡང་མཆོད་རྟེན་འདི་ཉམས་གསོ་གནང་ཤག་མིན་རྒྱལ་རབས་སྐབས་ལ་མཆོད་རྟེན་འདི་ཉམས་གསོ་གནང་འོ་དེ་འདྲས་བྱས་ཤག་འདི་རྗེ་ལ་ནི།

ཉམས་སུ་ད་ལྟ་དེ་སྐུ་ཉལ་ཁྱེད་རྣམས་ལ་མཇལ་བ་ན་ཞེས་ཉམས་སུ་དེས་མ་རེད་དོ་དེའི་སྐབས་ལ་ཡིན་ན་ཨ་ནི་མཆོད་རྟེན་དེ་ལ་ནི་སྐུ་སྐལ་གསོལ་བྱ་སྐུ་སྐལ་དུ་ན་ད་དེ་ལ་མཚོན། སྐ་རགས་རེད་བ་ང་ཚོ་ལ་ན་སྐ་རགས་ད་མཚོན་དཀར་བོ་དེ་སྐུ་སྐལ་སྐུ་སྐལ་གསོལ་བ་ལ་འོ་དེ་གསོལ་ནས་ཨ་ནི་མཚོན་བཏང་ནས་མཚོན་དེ་ལ་དཔེ་བྱ་ཞེ་ན་ཨ་ནི་རྒྱ་ནག་གི་སྒོར་མོ་ག་ཚོད་བཏང་ཞེ་ན་ཨ་ནི་སྒོར་ཨ་ནི

སྡུག་གི་བ་སྡུག་གི་གངས་ཀྱི་གསེར་མདོག་གི་འགྲམ་དེ་ལ་ག་རེ་ཡོད་ཟེར་ན་ཨཱ་ནི་དྲིལ་བུ་དྲིལ་ཆུང་དེ་འདྲའི་ཨཱ་ནི་ཉིས་བརྒྱ་ལྔ་བཅུ་ང་གཉིས་ཡག་གེ་བཞུགས་ཡོད་རེད་ཨཱ་ནི་དྲིལ་དྲིལ་བུ་ཉིས་བརྒྱ་ལྔ་བཅུ་ང་གཉིས་དེའི་ནང་ལ་ད་སྤྱི་བཏང་གི་ང་རང་ཚོ་དེ་ལ་ཡང་ལོ་རྒྱུས་ལོ་རྒྱུས་ཟེར་ན་མི་འདུག་ད་སྒྲུང་གི་རང་བཞིན་གྱི་ཐོག་ནས་ཨཱ་ནི་ད་ལྟ་ལོ་རྒྱུས་ཀྱི་དེབ་ཆུང་ནང་ལ་བཀོད་བཞག་པ་དེ་ག་རེ་འདུག་ཟེར་ན་ཁྱེད་རྣམ་པ་ལ་ཕར་ཞུ་གི་ཡིན་ཨཱ་སྤྱི་བཏང་གི་ད་ལྟ་དྲིལ་ཆུང་ཉིས་བརྒྱ་ལྔ་བཅུ་ང་གཉིས་དེ་ཡིན་ན་ཨ་ནི་དེ་དང་དེའི་སྐབས་ལ་ག་རེ་གསུངས་འདུག་ཟེར་བ་ཡིན་ན་དྲིལ་བུ་ཉིས་བརྒྱ་ལྔ་བཅུ་ང་གཉིས་ནས་དྲིལ་བུ་དྲིལ་ཆུང་གཅིག་དེ་ནི་འཇམ་དཔལ་དབྱངས་ཀྱི་དངོས་སུ་ཕུལ་བ་རེད་ཟེར་བ་ནི་འདི་གང་ལ་ཡོད་རེད་འདི་གིས་ཡང་མཆོད་རྟེན་འདི་ལ་བྱིན་རླབས་འཇམ་དཔལ་དབྱངས་སྐུ་དངོས་སུ་ཕུལ་བ་ཡང་དྲིལ་ཆུང་དེ་ཡང་མཆོད་རྟེན་འདི་ལ་ཕུལ་རྒྱུ་དེ་ཡིན་པ་གསུངས་ཙང་ཡང་མཆོད་རྟེན་འདི་ཡིན་ན་ཡང་ང་རང་ཚོའི་གི་རིང་བསྲེལ་མཆོད་རྟེན་གང་ཞིག་ལ་ཡང་འཇམ་དཔལ་དབྱངས་ཀྱི་དངོས་སུ་དེ་ལ་བྱིན་རླབས་སྒྲོན་པ་དེ་འདྲའི་བརྗེད་ཆགས་དེ